ནས་སྲིད་སྐྱོང་ཟེར་བ་ས་ར་ཏཱ་སག་ཀྱུའུ་སི་ཏའི་སི་ས་ཀ་ཏཱ་ཀ་ཡ་ཐི་ཀྱ་ན་རུ་སྐྱོང་ང་སྐྱོང་སྲིད་སྐྱོང་ཟེར་བ་ས་ར་ཏཱ་སག་ཀྱུའུ་སི་ཏའི་སི་ཡིག་འབྲུ་གཅིག་བཅས་ས་ཀ་ཏཱ་ཀ་ཡ་ཐི་ཀྱ་ན་རུ་སྐྱོང་ང་སྐྱོང་གཉིས་བྱེད་དེ་འདི་གཉིས་ལ་ཡིག་འབྲུ་གཉིས་ཅན་ཟེར་རོ་ཡིག་གཉིས་དུ་འབྲུ་གཉིས་ཚིག་གཉིས་ཡོད་དེ་སྲིད་སྐྱོང་སྲིད་སྐྱོང་ཟེར་བ་ད་ནང་བཞིན་གྱི་འོག་དེ་ལ་ཡ་ཨུ་མེད་ཀྱི་ཐོག་ནས།

སྤུན་ཟླ། བོད་རིགས་སྤུན་ཟླ་ལས་བཟློ་བ། སྤུན་ཟླ། ས་པ་ད་པ་སེམས་ཅན་སྤུན་ནམ་སྤུན་ས་ལ་ད་ཟླ་སྤུན་ཟླ། རོ་ད་ནི་ཞིག་གང་གང་འདི་འོག་འདི་ནི་གང་འདི་དབུ་ཅན་བཅས་འོག་འདི་དབུ་མེད་རོ། ས་པ་ད་པ་སེམས་ཅན་སྤུན་ནམ་སྤུན་ས་ལ་ད་ཟླ་སྤུན་ཟླ་སྤུན་ཟླ་ལ་ང་རང་ཚོ་བོད་རིགས་སྤུན་ཟླ་ལས་བཟློ་བ་སྤུན་ཟླ་འོ་དེ་རེད། བཀའ་བཀྱོན། བཀའ་བཀྱོན་ལ་ནི་ད་མ་གོ་རོ། བཀའ་བརྒྱུད་ར་ཡི་དོན་ར། ཐོག་གཏམ་ར་ཡི་དོན་དོན་ཐོག་གཏམ། བཀའ་བརྒྱུད། འདི་ཡིག་འབྲུ་གཉིས་ཅན་རེད། བ་བ་ཀ་ཀ། བ་བ་ཀ་ཡའི་དཀྱིལ་ན་རེ་སྐྱོན་ན་སྐྱུན། བཀའ་བརྒྱུད། ཀ། སྐྱོན། ཀ་ལ་ནི། ཡི་དེ་ཤེས་བ་དེ་རོ། སྐྱོན་ལ་མི་ནི་ཐོག་གཏམ་དང་ཡ་དེ་རོ། བཀའ་བརྒྱུད། བ་བ་ཀ་ཀ། བ་བ་ཀ་ཡའི་དཀྱིལ་ན་རེ་སྐྱོན་སྐྱུན། བཀའ་བརྒྱུད། ད་འདི་ཡིག་འབྲུ་གཉིས་ཅན། འདི་ཚང་མ་ཡིག་འབྲུ་གཉིས་ཅན་པར་ད་ཡིག་འབྲུ་གཉིས་ཅན་བ་ཡིག་འབྲུ་གཉིས་ཅན། ལེ་ལོ། ལེ་ཀ་ཅེ་ཅེ་མ་ལོ་མ་ཅེ་ད་དཔེར་ན་འདི་པར་དུ་ཚིག་དེ་ར།

གོ་སྒྲིག། ཨན་དེའི་གོ་སྒྲིག་དེ་ཡིན་རུ་ཉེས་ཅན་རེད་ག་ན་རུ་ཀོ་ས་ག་ད་ག་ར་ད་ཏྲ་གུ་ཏི་ག་ཏིག་གོ་སྒྲིག། ག་ན་རུ་ཀོ་ས་ག་ད་ག་ར་ད་ཏྲ་གུ་ཏི་ག་ཏིག་གོ་སྒྲིག་ད་དེ་ཡི་གི་ཉེས་ཅན་ན་ཡོད་རེད་ད་དབུ་ཅན་དབུ་མེད་གཉིས་ཀ་ན་ཡོད་རེད། གོ་བསྡུར། གོ་བསྡུར་ལ་ན་དོན་དག་དོན་དག་དེ་འདི་རེད་གོ་བསྡུར་ལ་ན་གྲོས་བསྡུར་བྱས་པ་དེ་ལ།

ཡིག་འབྲུ་གཉིས་བྱེད་འཇོག། ལོ། ཡིག་འབྲུ་གཉིས་བྱེད་འཇོག་གི་ཡི་གེ་ག་རེ་ག་རེ་བྱ་དེ་མ་ཁྱེད་རང་ཚོས་བྲིས་དེབ་ནང་ལོགས་ལ་ཟུར་འདོན་བྱས་ཏེ། མ་བྲིས་དེབ་ནང་བྲི་ཡར་གདའ། དང་པོ་དེ་བྲི་བ་དེ་མ་བཤུ། བྲི་བ་དེ་ཆ་ཚང་མ་བཤུ་རུ། བྲི་བ་དེ་ཆ་ཚང་མ་བཤུ། བྲི་བ་དེ་བཤུ་ཚར་བའི་ཚེ་ལ་ནི་ལན་བརྒྱ། ལན་གར་བརྒྱ་ལས་ན། འདི་ནང་ལོགས་ནས་ཡིག་འབྲུ་གཉིས་བྱེད་འཇོག་མ་བྱས་དེ་འོག་མར་གདའ། ལན་གྱི་ནང་ལོགས་ལ། བྲི་བའི་ནང་ལོགས་ལ། ཡིག་འབྲུ་གསུམ་ཡོད་རེད་ཡིག་འབྲུ་བཞི་ཡོད་རེད་ཀ་བ། དེ་ཚང་མ་སྦྲེལ་འཇོག་རུ། ད་ཁྱེད་རང་ཚོས་ལན་གར་བྱེད་དགོས་ལ་ན། ཡིག་འབྲུ་གཉིས་བྱེད་པ། འདི་ནི་མ་བྲིས། དཔེར་ན་ངེད་ཀྱིས་དཔེར་ན་བྲིས་དང་དཔེར་ན། སེམས་ཤུགས་ན་ནི་ཡིག་འབྲུ་གཉིས་རེད་བ་ས་ནི་མུ་སེམས་མ་ས་སེམས་ཤ་སེམས་ཀྱི་ཤུགས་ག་ས་ཤུགས་སེམས་ཤུགས་སེམས་ཤུགས་ལ་ཡིན་ན་ཡིག་འབྲུ་གཉིས་ཆགས་དགོས་ར་ད་འདི་ནང་ལོ་ནི། སེམས་ཤུགས་བསྡད་དོ་སེམས་ཤུགས། འདི་ནང་བཞིན་གྱི་ཡིག་འབྲུ་གཉིས་གཅིག་གི་མ་ཟུར་འདྲེན་བྱས་རེད། དེ་དོན་རྣམ་པ་ཚོ་གི་དེའི་ནང་སྦྱོང་དེ། ངེས་པར་དུ་བྲི་རོགས་གནང་ཞེས་ད་ང་ཚོས་མཚམས་མཚམས་མ་བྱུང་ནང་སྦྱོང་བསྐུར་དགོས་བ་མ་རེད་དེ་ད་ཡང་ནང་སྦྱོང་བསྐུར་རྒྱུ་དེ་ནང་ས་རྣམ་པ་ཚོ་ཡང།